དེ་ནས་གསུམ་པ་རྒྱུད་བདུན་དུ་བསྟན་པ། དེ་འདྲ་ཡན་ལག་བཅུ་གཉིས་སམ་ཡང་ན་བཅུ་གཅིག་དེ་རྒྱུད་བདུན་དུ་བསྟན་པ། རྒྱུད་བདུན་ལ་དགོས་ཤེས་བརྒྱད་པ། འོ་དེ་འདྲ་ཡི་དོན་དག་ཅི་རེད། དེ་དག་གི་རྩ་བ་ཡིན་ན་འཕེལ་འགྲིབ་རྒྱུད་བདུན་མཚན་ཉིད་རྫོགས་པར་བསྟན་ཟེར། ཞོ་ལོ། ཚིག་རྐང་གཅིག་རེད། དེའི་དོན་དག་དེ་ག་རེ་ལབ་པ་ཡིན་ན། མ་རིག་པ་ནི་ཡང་དག་པའི་གནས་ལུགས་མཐོང་བ་ལ་ཁ་བྱེད་ཅིང་ཕྱིན་ཅི་ལོག་སྐྱེད་པར་བྱེད་པའི་རྒྱུ། ད་ལས་གཅིག་ཀུན་སློང་བྱེད་ཀྱི་རེད་ཟེར་བ་དེ་རེད་ཨ། རྒྱུ་རྒྱུད་ཀྱི་དབང་དུ་བྱས་ནས་བཤད་པ་རེད། ལས་གཅིག་བསགས་པའི་ཀུན་སློང་དེ་མ་རིག་པས་བྱེད་ཀྱི་ཡོད་པ་རེད། ལས་སྐྱེད་པར་བྱེད་པའི་རྒྱུ་རེད། ལྷག་པར་དུ་འདི་ན་ལོག་གི། ཕྱིན་ཅི་ལོག་སྐྱེད་པར་བྱེད་པའི་རྒྱུ་ཟེར་བ་ཕྱིན་ཅི་ལོག་ཟེར་བ་འདི་ལ་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་ཟེར་ལབ་ཀྱི་ཡོད་པ་རེད། ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་ཟེར་བ་དེ་ག་རེ་ལབ་ན། མ་རིག་པ་ཡོད་པ་ཡིན་ཙང། དངོས་པོ་རྣམས་ཀྱི་གནས་ལུགས་ལ་རྨོངས་པ། དངོས་པོ་རྣམས་ཀྱི་གནས་ལུགས་མི་ཤེས་པས་མ་རིག་པ་དེ་ཡོད་པ་ཡིན་ཙང་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་གམ་ཡང་ན་ཕྱིན་ཅི་ལོག་གི་བློ་དེ་སྐྱེ་གི་རེད། དེ་ག་འདྲ་རེད་ལབ་ན་དཔེར་ན་གཟུགས་མཛེས་པ་ཅིག་མཐོང་པ་ཡིན་ན་ཡང་རང་གི་མཐོང་བའི་གཟུགས་མཛེས་པ་དེ་ལ་ལྷག་པར་དུ་སྒྲོ་བཏགས་ནས་ལྷག་པར་དུ་མཛེས་པ། ཡང་ན་གཟུགས་མི་མཛེས་པ་ལྟ་བུ་ཅིག་མཐོང་བ་ཡིན་ན་ཡང་དེ་ལ་ལྷག་པར་དུ་མི་མཛེས་པར་བལྟ་བ། ཡུལ་དུ་ཁོ་རང་གི་རང་སྟངས་ན་དེ་ལྟ་བུའི་ཧ་ཅང་མི་མཛེས་པ་དེ་འདྲ་ཅིག་མིན་ན་ཡང་རང་གི་དེ་ལ་ལྷག་པར་དུ་སྒྲོ་བཏགས་ནས་ཆགས་སྡང་བྱེད་ཀྱི་ཡོད་པ་རེད། ཡིན་ཙང་དེ་ལ་ཕྱིན་ཅི་ལོག་ཟེར། དེ་ནི་དགྲ་དང་གཉེན་ལ་སོགས་པ་ལ་ལྟ་ཚུལ། དགྲ་ལ་ལྷག་པར་སྡང་བ་དང་གཉེན་ལ་ལྷག་པར་ཆགས་པ་དེ་དག་གི་སྔོན་ལ་ཕྱིན་ཅི་ལོག་ཟེར་བ་དེ་སྐྱེ་གི་ཡོད་པ་རེད། ཕྱིན་ཅི་ལོག་ཟེར་བ་དེ། མ་རིག་པ་ཡོད་པ་ཡིན་ཙང་བྱུང་གི་ཡོད་པའོ་དེ་འདྲ་ཅིག་རེད། ཡིན་ཙང་མ་རིག་པ་དེ་ཕྱིན་བཅོས་ལོག་སྐྱེ་བར་བྱེད་པའི་རྒྱུ་རེད། དེ་ནས་གཉིས་པ་འདུ་བྱེད་དེ་ཀུན་གཞིའི་སྟེང་དུ་ལས་ཀྱི་བག་ཆགས་འདས་པར་བྱེད་པའི་རྒྱུ། ད་དེ་ལ་འགྲེལ་བཤད་མང་པོ་བརྒྱབ་ཟིན་པ་དེ་འདྲ་ཅིག་རེད། དེ་ནས་རྣམ་ཤེས་ནི་སྐྱེ་གནས་སུ་འཁྲིད་པར་བྱེད་པའི་རྒྱུ། ལས་ཀྱི་བག་ཆགས་རྣམ་ཤེས་ལ་བཞག་ནས་རྣམ་ཤེས་ཀྱི་སྐྱེ་བ་ཕྱི་མ་ལ་ཁྲིད་ནས་མ་འགྲོ་བ་ཡིན་ན་དེ་ལས་ཀྱི་བག་ཆགས་དེ་བར་ནས་བརླག་འགྲོ་བ་དང་མེད་པ་ཆོད་འགྲོ་གི་ཡོད་པ་རེད་ཡིན་ཙང་རྣམ་ཤེས་ཀྱིས་ལས་ཀྱི་བག་ཆགས་དེ་མ་བརླག་པ་བྱས་ནས་སྐྱེ་བ་ཕྱི་མ་ལ་ཁད་འགྲོ་གི་ཡོད་པ་འོ་དེའི་དོན་དག་རེད། དེ་ནས་མིང་གཟུགས་དང་སྐྱེ་མཆེད་དཀྲུགས་ནས་རིས་མཐུན་གྱི་ལས་ཀུན་ཏུ་འཛིན་པར་བྱེད་པའི་རྒྱུས། ད་འདིའི་དོན་དག་ཀྱང་ང་ཚོས་དངོས་ལ་ཤེས་ཟིན་པ་རེད། མདོར་ན། མིང་གཟུགས་ནས་འགོ་བརྩམས་ཏེ་རང་ཉིད་འགྲོ་བ་གང་དུ་སྐྱེས་པ་དེ་གའི་ལུས་འཛིན་གྱི་ཡོད་པ་རེད། རིས་མཐུན་ལབ་དེ་གང་ལ་ལས་ཀྱིས་གང་དུ་འཕངས་པའི་འགྲོ་བ་དེ་གའི་ལུས་ཞེས་ལབ་གི་ཡོད་པ་རེད། དཔེར་ན་དུད་འགྲོ་ལ་འཕངས་པ་ཡིན་ན་དུད་འགྲོ་གི་ལུས་འཛིན་པ། མི་ལ་འཕངས་པ་ཡིན་ན་མིའི་ལུས་འཛིན་པ་འོ་དེའི་དོན་དག་རེད། ད་ནི་རེག་པ་དང་ཚོར་བ་ནི་ཡུལ་ལ་ཉེ་བར་ལོངས་སྤྱོད་པའི་རྒྱུ། འདི་ལ་ཡང་ང་ཚོས་འགྲེལ་བཤད་བརྒྱབ་ཟིན་པ་རེད། ད་ནི་སྲེད་པ་དང་ལེན་པ་སྲིད་པ་གསུམ་ནི་ཡང་སྲིད་ཕྱི་མ་ཡོངས་སུ་སྡུད་པར་བྱེད་པའི་ཇུས། དོན་དག་རྡོག་རྡོག། ལས་ཀྱི་བག་ཆགས་ལ་སུས་བཏགས་པ་ཟེར་བ་དེ་རེད། དཔེར་ན་མེ་ཏོག་གི་ས་བོན་ལྟ་བུ་ཅིག་ཡིན་ན་ཡང་དེ་ལ། ཆུ་བླུད་དྲོད་ལ་སོགས་པ་མེད་པ་ཡིན་ན་འབྲས་བུ་མི་སྨིན་པ་ནང་བཞིན་དུ། འོན་ཏེ་རྣམ་ཤེས་ལ་ཡོད་པའི་བག་ཆགས་ལ་ཟད་ལན་སྲིད་པ་གསུམ་གྱིས་སུས་བཏབ་ནས་དེ་ཡང་རྒྱས་པར་བྱེད་དགོས་ཡོད་པ་རེད་འོ་དེའི་དོན་དང་རེད། ད་ནི་སྐྱེ་བ་དང་རྒ་ཤི་ནི་སྡུག་བསྔལ་སྐྱེ་ཞིང་ངེས་པར་འབྱུང་བའི་རྒྱུ་དེ་རེད། ཨ་ནི་འགྲོ་བ་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་དེ་སྐྱེ་བ་བླངས་པ་ལ་བརྟེན་ནས་བྱུང་གི་ཡོད་པ་རེད། ཉོན་མོངས་པའི་དབང་གིས་སྐྱེ་བ་མ་བླངས་པ་ཡིན་ན་སྡུག་བསྔལ་ཡོད་པ་མ་རེད། འོ་དེ་རེད། སྡུག་བསྔལ་ཐམས་ཅད་དེ་སྐྱེ་བ་ལ་བརྟེན་ནས་བྱུང་གི་ཡོད་པ་རེད། མ་ཟད་ངེས་འབྱུང་ངེས་པར་འབྱུང་བ་དེ་ཡང་སྐྱེ་བ་ལ་བརྟེན་ཡོད་པ་རེད། ངེས་པར་འབྱུང་བ་ལབ་ན་ཡུལ་སིམ་པ་ཡང་ན་དེ་ལ་སྤྱོད་པ་སྐྱེ་བ། དཔེར་ན་ང་ཚོ་ཐེག་པ་གསུམ་གང་རུང་གི་ལམ་དུ་ཞུགས་པ་ལ། ངེས་འབྱུང་གི་བསམ་པ་དེ་སྐྱེ་དགོས་ཀྱི་ཡོད་པ་རེད། ངེས་འབྱུང་གི་བསམ་པ་སྐྱེ་ས་དེ་འཁོར་བ་རེད། དེའི་ནང་ནས་ཀྱང་ཆགས་པ་འདུ་བྱེད་ཀྱི་སྡུག་བསྔལ། ཨོ། དེ་ལ་ཡུལ་ཟིན་ནས། དེ་ལ་མི་འདོད་པ་སྐྱེས་ནས་ནི་ཐར་པ་ལ་འདོད་པ་སྐྱེ་དགོས་ཀྱི་ཡོད་པ་རེད། ཨོ། དེ་ལ་ངེས་པར་འབྱུང་བ་ངེས་འབྱུང་གི་ལུགས། ངེས་པར་འབྱུང་བ་ལམ་ན་དེ་དང་ཁ་འབྲལ་བར་འདོད་པ། ཨང། དེ་དང་གཏན་དུ་འབྲལ་བར་འདོད་པ། ཨོ། དེ་འདྲ་ཞིག་ལ་ངེས་པར་འབྱུང་བ་ཞེས་ལབ་ཀྱི་ཡོད་པ་རེད། ངེས་འབྱུང་གི་བསམ་པ་ཟེར་བ་དེ་ཡང། དོན་ལ། འཁོར་བ་ལས་ཐར་བར་འདོད་པ། འཁོར་བ་ལས་བྲལ་བར་འདོད་པ། འོ་དེ་འདྲ་བའི་བསམ་པ་ཅིག་ཡིན་པ་རེད། ཡིན་ཙང་སྐྱེ་བ་དང་རྒ་ཤི་དེ་སྡུག་བསྔལ་སྐྱེ་བའི་རྒྱུ་དང། ད་ནི་ངེས་པར་འབྱུང་བ་སྐྱེ་བའི་རྒྱུ། འོ་དེ་ཡང་རེད་ཟེར། འོ་དེ་འདྲ་གསུང་གི་ཡོད་པ་རེད། རྗེ་བཙུན་བྱམས་པ་མགོན་པོ་གིས་ཡན་ལག་བཅུ་གཉིས་སམ་ཡང་ན་བཅུ་གཅིག་དེ་རྒྱུ་བདུན་དུ་འགྲེལ་ཚུལ་ཡང་ན་རྒྱུ་བདུན་དུ་དབྱེ་བ་བྱེད་སྟངས་དེ་འོ་དེ་འདྲ་ཅིག་ཡིན་པ་རེད། ད་ནི་མ་རིག་པ་དང་འདུ་བྱེད་རྣམ་ཤེས་གསུམ་འཕེན་བྱེད་ཀྱི་ཡན་ལགས་ཏེ་ལྔ་ཚོ་འབྲེལ་ཞིག་ཤེས་ཟིན་པར་བྱས། ད་ནི་མིང་གཟུགས་སྐྱེ་མཆེད་རེག་ཚོར་བཞི་འཕངས་པའི་ཡན་ལགས་འདི་ཡང་ལྔ་ཚོ་འབྲེལ་ཤེས་བརྒྱབ་ཟིན་པ་ཡིན། སྲེད་ལེན་སྲིད་པ་སྐྱེ་བ་དགའ་ཤོས་ལྔ་གྲུབ་པའི་ཡན་ལག་ཡིན་ནོ། འདི་གསུམ་དེ་ལ་འཕེན་གྲུབ་ཀྱི་ཡན་ལག་གསུམ། འོ་དེས་ལབ་ཀི་ཡོད་པ་རེད། ཨོ་དེ་ལབ་གི་ཡོད་པ་རེད་ད་ནི་མགོན་པོ་བྱམས་པ་གིས་གསུངས་པའི་རྒྱུད་བདུན་དུ་བསྟན་པ་འདི་བེ་འགྲུབ་ཀྱི་ཡན་ལག་གསུམ་དུ་བསྡུ་བ་དང་བཅས་པ་གཉིས་ལ་རྫོགས་པ་གི་རྣམ་གཞག་གསུངས་ཡོད་པ་རེད་ཨོ་དེ་འདྲ་ཅིག་རེད་ད་ནི་དེ་རིང་གི་ང་ཚོ་སློབ་ཚན་འདི་འདྲ་ཞིག་ནས་མཚམས་བཞག་རྒྱུ་བྱས་ཨ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།